ད་མདོག་མདོག། མགོ་ཧྲུང་རྫ་ས་ཧ་ལ་ལས་འབི་བཀྲ་མ་བཞི་ལས་གཙུག་ལག་གི་དེ་ནས། བྱང་སྒོ་དང་ཕྱོགས་བཞི་དེ་ནས་དབུས་དང་བྱེས་པ་དེ་ནས། རྒྱལ་སྒོ་ལྔ་ཡོད་པའི་ནང་ནས་དེ་ནས། བྱང་ཕྱོགས་ཀྱི་དེ་ནས། རྒྱལ་སྒོ། ཧྲུང་བྱེས་སའི་དེ་ནས་ཞལ་བཞེས་མཛད། དེ་ནས། ད་ང་ད་ཡི་ག་ནས་ཅིག་བཞག་ད། རྒྱ་སྒོ་དྲུང་ཅེས་པའི་དེ་ནས་དོན་རྟགས་པོ་ད་ཅི་ཡིན་ནག་ཅེས་ཧྲུལ་མགོ་ཟེར་ག་ནག་ཟེར་དེ་བཞུ་ན། དེ་ནས་ད་ཡི་ཟ་ང་ལ། ཙིག་ཤི་ཁྲོ་སོགས་ཤིག་ཡོད་མེད་ར་ལས་ང་ད་ད་མུ་དྲེག་པ་བོ་ནས་དེ་ནས་ང་ད་ཕྱི་རོལ་པ་བོ་ནས། དེ་ནས་ཕྱི་པ་བོ་ནས་དེ་ནས་ང་ད་ད་རྩོད་པ་ཡོང་བ་ག་ནག་དེ་ནས་ང་མེད་རྩོད་པ་བོ་ནས་དེ་ནས་བ། ཅི་བཞག་ད་ལྡང་དེ་རིང་རྩོད་པ་རྫོགས་མིན་པར་བསྟན་པ་དཔང་དུ་བཙུགས་ཏེ་དེ་ནས་ང་དང་རྒྱལ་ཕམ་གྱིས་དེ་ནས་དབྱེ་བ་བརྒྱ་རྩ་སྟེ་དེ་ནས་དགའ་བོ་བརྒྱལ་ན་དེ་ནས་རྡེའུ་རང་རང་གི་དེ་ནས་ཆོས་སུ་འཕངས་ཏེ་དེ་ནས་གཞན་མའི་ཆོས་སྒོར་བཞུགས་བྱེད་ཅེས་ད་དུ་གཟུགས་ཤིག་ཡོད་པ་བཟང།

གཟུགས་མ་འཁྱུད་ན་དེ་ནས་མ་སྤྱིན་བཞག་དང་རྩོལ་བསྟོད་ཕམ་པར་བྱེད་མ་ཐུབ་ན་དེ་ནས་དེ་ནང་གོ་ག་ང་ད་ག་གཟུགས་ཡོང་ནོ་ད་དེ་སོང་ས་ད་དེ་དང་འབྲེལ་ཏེ་དེ་ནས་ད་ང་ད་ང་འདི་གཟུགས་ཡིན་ཏིག་འདུལ་བ་ལས་ངན་མ་ཁོ་དེ་བཀྲ་མི་དགའ་དེ་དུས་ཚོད་འདི་དགའ་དེ་ནས་ད་མང་ཚོགས་ཟེར་ན་ང་དེ་ནས་ད་ང་ད་ཆོས་ཟེར་དེ་ནས་དར་ཁྱབ་པོ་དེ་ཟམ་འཇིགས་མེད་དེ་ཏིག་འདུལ་བ་ལས། ཅེས་ཟེར་ན་ད་ང་བདག་སྔོན་མ་དེ་ནས་རྒྱ་གར་དེ་ནས་ཡུལ་དབུས་སུ་དེ་ནས་ང་བདག་བསམ་བློ་བཏང་ན། དེ་ནས་བི་ཀྲ་མ་ཤི་ལའི་གཙུག་ལག་དང་དེ་ནས་པཱལ་ནཱ་ལན་དཱའི་གཙུག་ལག་མཐོ་སློབ་དང་ནང་པའི་གི་སློབ་སྦྱོང་མཛད་ས་ཡོད་ན་མེད་ན་དེ་གཉིས་པོ་ཡིན་ནོ་ད་དེ་གཉིས་ལ་དེ་ནས་ང་བདག་མུ་སྟེགས་པ་བོ་ནས་དེ་ནས། མཱག་སི་དང་སི་ཏེ་དེ་གཉིས་གཟུགས་བྱད་གཅིག་དང་མཉམ་པོ་དེ་ནས་ཡང་ནང་པའི

དེ་བས་འདི་བསྡུ་བ་ལས་དེ་བདག་ས་ང་ད་གཟིགས་རྒྱུ་ཡོད་དེ་ནོ་དེ་ནི་ང་ད་དེ་དགོན་ལ་ང་ད་ནང་པས་པས་ནང་པས་བསྟན་པ་བོ་དེ་བཟའམ་འཇིག་མེད་གང་ཚོགས་ཤིག། དེ་ནི་ད་ང་ད་བོད་རྫས་ར་ཚོགས་དེ་ནི་ད་ང་ད་བོད་དགོན་ལ་གོ་དགོན་པ་ཚང་མ་གཏོར་ཤིག། འགལ་མེད་དང་མང་ཉུང་དྭངས་གསལ་ག་ཡིན་ན་ཡང་མང་ཚོགས་ཟེར་འདུག་ན་དེ་ནི་མི་ཟེར། མང་ཚོགས་ཟེར་ན་ང་ད་ད་ཆོས་ཟེར་དར་ཁ་པོ་ཟེར་ཡོད་པ་བཟང་ད་དེ་ཟེར། ཨ་གཟུགས་ཆོས་མ་རྙེད་ན་ཡིན་ཏིག་འདུག་ཨ་དེ་གསུངས་པ་བཟང་ང་ད་ད་ནང་པ་ཞིག་ཡིན་ཕྱིན་ཆད་ལ་དེ་ནི་ང་ད་ད་ཆོས་ཤིག་ཅུ་གོ་ཤ་སྤུ་ད་མ་གག་ཅན་ཆ་ཀྱ་རང་ན་རང་ད་ཙམ་འཁྱུད་ཀ་འཇིག་ཙམ་ཉན་ཀ་འཇིག་དེ་ཆོས་ཤོད་ཅེས་པའི་དེ་ནི། དོན་ངོ་མ་ད་རང་ལ་ཕན་ཐོགས་ཕན་ཐོགས་ཆེ་མ་ནས་དེ་ནས་ཀོ་ད་གཞན་མ་ཕན་ཐོགས་ཆེ་ཟེར་སྐམ་པོ་ད་གནས་སྐབས་ཅིག་ཐོབ་པ་ཕན་ཐོགས་ཨ་ཡོད་འགྲོ་ཡིན་ནའི་དོན་ངོ་མའི་མཐར་ཐུག་ད་རང་ལ་ཕན་ཐོགས་ཆེ་བ་ད་གཟུགས་ཡོངས་འདུ་བ་ལས་ཆེ་ཟེར་ན་ཀོ་སངས་རྒྱས་སེ་བསྟན་པ་ཟེར་སྐམ་པོ་ད་ང་དེ་གཙོའི་ནང་ནས་ད་གཙོ་བོ་དེ་ང་དེ་སེ་མ།

བདག་བཟང་དང་ཆེར་འཇིགས་སྣང་ཡིན་ནོག་སྟེ་ཡིན་ན་ཡང་མང་ཚོགས་དགུན་གཡང་དེ་ནས་རང་རང་རང་རང་སྒང་འཁུར་ཏེ་དེ་ནས་ཆུ་རྫ་རྒོད་ཞེས་པོ་དེ་ནས་མ་ཁག་ཅན་ནས་ནག་ས་མ་རག། དེ་ནས་ད་ང་ད་ནི་དང་མཉམ་པོ་དེ་ནས་ད་ང་ད་ཕལ་ཆེར་བླ་མ་དེ་ནས་ནཱ་རོ་པི་དེ་ནས་རྣམ་ཐར་བོ་དེ་ནས་ཉིས་བརྒྱ་བཞུ་ས་སྒང་ཚོགས་ཞིག་ཡིན་དེ་ནས། ད་ཡིད་དང་འབྲེལ་དེ་དང་ང་ང་རང་དོགས་སློང་ཟིན་ན་ང་རང་སད་མི་ན་ད་དྲི་བ་ཙོག་ཞིག་ཉིན་ཞག་འདང་ནས་གཟའ་ཉི་མ་དགོ་ནས་ན་དྲི་བ་ཡོད་ཡང་སྒྲོ་བསམ་དེ་ཡིན་ན་དྲི་བ་ཞིག་མ་ཡོང་ད་ཡིད་ནི་ང་རང་དྲི་བ་ཞིག་ཞུས་ད་དེ་དྲི་བ་མ་ཞུས་ང་ལ།

ད་ལྟའི་རྒྱུད་ཞིག་མ་སོང་ད་སྔ་ད་ཨེ་ཙམ་པས་ན་ཡོངས་གྲགས་ཙོག་པུ་མ་ནས་ཕལ་ཆེར་ཕལ་ཆེར་ད་ག་ཤི་མིར་ལ་སྐུ་འཁྲུངས་བ་ཟད་ཀ་ན་ཨ་ཟི་ཀ་འདི་ཡིན་ཚེ་ཙོག་ཤི་གོ་ད་གཟུགས་ཤིག་ཚོར་རོ་རོགས་དེ་ནས་ད་ན་རོས་པ་བླ་མ་ན་རོས་པ་སྐྱོ་སྐྱེས་པོ་དེ་ནས་ད་དུས་རབས་ཧ་ལམ་སྐུ་འཁྲུངས་རྗེས་སུ་ད་དུས་རབས་བཅུ་གཅིག་པ་ཙོག་ཤི་ན་མ་ན་ནས་ཨོ་གཟུགས་ཤིག་ཨ་སྐུ་འཁྲུངས་བ་ཟད་ཀ་ཡིན་ཏིག་འདུག། དེ་ནས་ད་དྲི་བ་ཙོག་པོ་བཞུས་བཏང་ན་ད་ཡིན་ན་བཞུས་སྐད་ནི་དེ་ནས་གཙོ་བོ་གཙོ་བོ་ད་དྲི་བ་བོ་ཁད་དེ་ན་དགེ་བའི་བཤེས་གཉེན་ལ་འགེས་དགོན་ལ་ཡིན་ཡལ་ཡིན་ན་བཞུས་སྐད་ནི་ད་ཁེས་པ་དགེ་བཤེས་མང་པོ་བཞུགས་སེ་དུ་ཨལ་དེ་ནས་ཁོང་དགོན་ལ་ཡིན་དྲི་བ་བོ་ཁད་དེ་ན་དེ་ནས་ད་གཞན་མ་གཞན་གསལ་ཐུབ་ན་དེ་ནས་ཡིན་མ་གཞན་ལ་སྐྱོད་ཅེས་ལ་བཀའ་དྲིན་ཆེ། དེ་ནས་ད་དྲི་བའོ་ཅིན་ཞུ་ན་དེ་ནས་མདང་ངར་ལ་བཞུགས་སྐར་ནང་བཞིན་དེ་ནས་བླ་མ་ནཱ་རོ་པས་དེ་ནས་ཏི་ལོ་པ་བརྒྱལ་ཏེ་སྟེང་ནས། བླ་མ་ཏི་ལོ་པ་ཁྱེར་ཏེ་ནང་དེ་ནས་གཙུག་ལག་ཁང་ཟིན་ན་ད་དགོན་པ་ཞིག་གི་རྒྱལ་ཕི་བའི་རྩེ་ཨ་སྐྱོ་ཏེ་བཞུགས། ཧ་ལས་ལས། དེ་ནས་སྦ་འཇིགས་ནས། ད་ཨི་ནས་ཆོངས་ཁྱོད་ག་སུ་ཡོད་ཟེར་ཏེ་བཞུ་བ་ཅིག་དང་མཉམ་པོ། ཡང་ན་ཨི་ནས་ཆོངས་ཁྱོད་ཅེ་ར་བཞུ་བ་ཅིག་དང་མཉམ་པོ་བླ་མ་ནཱ་རོ་བ་ཆོམས། ཡོ་ག་ཆོ་མ་ཛ་ཏེས་དེ་ནས་ཨ་ཏཱ་ཏཱ་སྐུ། བརྩམས་ཅིང་ཨ་ཏཱ་སྐུའི་གཟུགས་བསྙུང་གཟུགས་སུ་ཆེན་མོ་སྐུ་དཱ་ལ་ལས་རུས་པ་ཚང་མ་ཆགས། མདོར་ན། ཤི་ཆད་ས་ལས་སླེབ་ཟ་ནས་དེ་ནས་བླ་མ་ཏི་ལོ་པ་སྐྱོ་སྟེ་དེ་ནས་སྐུ། བླ་མ་ནཱ་རོ་པས་དེ་ནས་གཟུགས་སྤེལ་དགའ་དེ་ནས་བླ་མ་ཏི་ལོ་པས་ཕྱག་བསྐོར་ཏེ། དེ་ནས་ཅིག་གསུངས་ཏེ་ན་དེ་ནས་སྔར་མ་ག་གཟུགས་ཤོད་ད་དེ་གཟུགས་ཤིག། སོ་སྐ་ནོག་བཞུ་ར་ལས་དེ་སོ་ཡོད་ན་དེ་ནས་ང་ད་གཟུགས་ཤིག་གསུངས་ཏེ་ང་ད་ལས་སངས་རྒྱས་སྲས། ཐུབ་རྣམས་སྡིག་པ་ཆུ་ཡིས་མི་འཁྲུ་ཞིང། འགྲོ་བའི་སྡུག་བསྔལ་ཕྱག་གིས་མི་སེལ་ལ། ཉིད་ཀྱིས་རྟོགས་པ་གཞན་ལ་སྤོ་མི་ནུས། ཆོས་ཉིད་བདེན་པ་མཐོང་བས་གྲོལ་བར་འགྱུར། དེ་ནས་ད་ཐུབ་པ་སངས་རྒྱས་ཀུན་གྱི་དེ་ནས། སྡིག་པ་བ་ང་དང་ཆུ་ཡིས་འཁྲུ་དང་ཅི་སྨྲས་ཀྱང། དེ་ནས་འགྲོ་བ་སེམས་ཅན་ཀུན་ནས་ག་ངལ་བང་དེ་ནས་ལག་པ་ནས་སེལ་དང་ཅི་སྨྲས་ཀྱང། ཧ་ལ་ལ། ད་བླ་མ་ནཱ་རོ་པས་ཁྱེར་ཏེ་གནང། དེ་ནས་བླ་མ་ནཱ་རོ་པས་དེ་ནས་སྐུ་ཡི་མ་སྐྱོན་ཚང་མ་བརྟུལ་ཟུག་བྱས་ཏེ་མལ་ཁང་བཅས་ཏེ་སལ་གཉའ་ན་ཡོད་ན། དེ་ནས་འགྲོ་བ་གཞན་ཀུན་ནས་སྡུག་བསྔལ་བོ་སྐྱེ་སལ་མེ་ངན་ན་ནོ། ཨ་ལ་ལས། དེ་ཡོད་ཁྱེད་དེ་ན། འགྲོ་བའི་སྡུག་བསྔལ་ཆགས་ཀྱི་མི་སེར་ལ་ཟེར་ག་ནས་ཚིག་ཕོ་དང་འགལ་བ་ཙོག་ཞིག་བྱ་མེད་ར་ཟེར། ཡང་ན་ཐུབ་ན་འདུས་པ་ཆུ་ཡིས་མི་བཀྲུ་ཞིང་ཟེར་གང་བུང་བ་དང། དེ་དང་འགལ་བ་ཙོག་ཞིག་བྱ་མེད་ར་ཟེར། གསུང་ཨ་ལས། ད་དང་བོ་དེ་དང་འགལ་བ་མེད་གང་ཙོག་ཞིག་དང་དེ་ན། འགྲོ་བའི་སྡུག་བསྔལ་ཆགས་ཀྱི་མི་སེར་ལ་ཟེར་ན་མི་འདུག་ཡང་ན་འགྲོ་བའི་སྡུག་བསྔལ། ད་ང་ད་འགྲོ་བ་གཞན་མེད་གཞན་མ་གོ་ནས་དེ་ནས་སྡུག་བསྔལ་བོ་ང་ད་མེད་གང་བཅུ་གཉིས་མཆིས་མེད་ཀྱགས། ཧ་ལ་ལས། འགྲོ་བའི་སྡུག་བསྔལ་ཆགས་ཀྱི་མི་སེར་ལ། དེ་ནས་དེ་དང་མཉམ་པོ་མཉམ་པོ་ཅི་བྱ་རོག་ཟེར་ན། ད་རྟོགས་པ་གཞན་ལ་བོར་ནུས་སུ་དུ་ཨ་ལས། རྟོགས་པ་གཞན་ལ་བོར་ནུས་སུ། བྱིས་ལམ་བཀྲལ་བར་བརྒྱབ་སྟེ་དེ་ནས་ང། བླ་མ། ནཱ་རོ་པའི་རྒྱུད་ལ་དེ་ནས་མཐོང་ལམ་ལ་སོགས་པ་དེ་དང་མངོན་སུམ་དུ་སྐྱེ་ནུས། ད་ཆུ་གཉིས་བདེན་པར་མཐོང་བའི་དྲུག་ལ་འགྱུར་ཟེར་གང་དེ་དག་ཁོ་བདེན་པ་སོང་ཁོ་ཆུ་གཉིས་བདེན་པར་མཐོང་ན་དག་གོ་ང་དང་འཁོར་བ་ལས་རང་གྲོལ་ཡིན་པ་དེ་དག་ནི་བཤད་མ་དགོས་པ་ཆེ། འོ་ད་དབྱུག་ང་རང་སེམས་ཡི་རྣམ་རྟོག་ཚོགས་ཤིག་ཡིན། དེ་ནས་ཨི་ཡ་ཉི་ཤ་ཨི་ན་ཞུས་ཀ་ནས་དེ་ནས་དགེ་བའི་བཤེས་གཉེན་ལ་འགལ། ཟེར་ནས་དེ་ནས་གཟུངས་ལ་འདྲིག་ས།